དཔེ་འདི་ཕྱག་རྒྱ་ན་དགེ་བ་བདེ་བ་སྒྲུབ་དགོས་ཀྱི་ཡོད་ན་བདེ་བའི་རྒྱུ་སོ་སོའི་སྒྲུབ་ནས་བདེ་བ་དེ་ཐོབ་དགོས་ཀྱི་རེད་མ་གཏོགས་སོ་སོའི་རྩ་ནས་མ་སྒྲུབ་ནས་སངས་རྒྱས་ཐམས་ཅད་ཀྱི་བདེ་བ་སྤྲད་བརྗོད་ན་བཅུ་འབོད་དགའ་བ་དགོས་རེད་སྤྲད་ཚར་བ་བརྒྱ་ཆ་བརྒྱ་རེད་བ་དེ་ནས། རང་གི་སྡུག་བསྔལ་འདོད་གི་མེད་ན་རང་གི་སྡུག་བསྔལ་དེ་སྤོང་དགོས་ཀྱི་རེད་མ་གཏོགས་བཅུ་པའི་ཆོས་ཀྱི་རྩ་ནས་སྤོང་མི་དགོས་པར་སངས་རྒྱས་ཐམས་ཅད་སྤོང་རྒྱུ་ཅན་གྱི་སྤོང་བཅུག་རྒྱུ་ཅན་གྱི་ཡོད་ན་དང་ཆོས་སངས་རྒྱས་ཐམས་ཅད་ལ་མི་དགོས་པར་ལོས་ཤིག་སངས་རྒྱས་ཐམས་ཅད་ཆོས་ལ་སྐྱེ་དགོས་མི་ཤེས་ནས་སངས་རྒྱས་ཐམས་ཅད་ཀྱི་ཆོས་སྡིག་པ་ཐམས་ཅད་སྤོང་སྡུག་བསྔལ་ཐམས་ཅད་སྤོང་ཚར་རྒྱུར་བ་དུས་ད་ལྟ་བར་དུ་ལོས་སླ་འདུག། དེ་ནས་རང་དབང་གི་རྒྱུ་ལ་ལྟོས་འགྲོ་འོང་དགོས་ན་ཁ་ལག་དེ་རང་གི་ཟ་དགོས་རྒྱུ་རེད་མ་གཏོགས་སངས་རྒྱས་ཐམས་ཅད་ས་ག་གལ་སྐོར་ར་རྒྱས་སྡོད་འབའ་འབུལ་ཐོད་པ་དང་ང་ཕོ་བ་རྒྱག་ཡོང་བ་ཤོག་གྲོད་དགུ་རྒྱག་ཡོང་བ་ཤོག་སེམས་རྟོགས་ཁ་སྐོང་མ་ཟད་བསྡད་བསྡད་ན་གྲོད་དགུ་རྒྱག་ཡོང་གི་རེད་པས། ང་ནད་ལས་དྲག་འགྲོ་བ་ཤོག་གཏན་ལས་ཐར་འགྲོ་བ་ཤོག་སེམས་སྨྲེང་ཁ་སྐོང་རང་གི་མ་བཟོས་ནས་བསྡད་བསྡད་ན། དེ་ནས་ཁྱོད་ཀྱི་ནད་ལས་དྲག་འགྲོ་གི་རེད་པས། དེ་དེ་འདྲ་གྱི་བྱུང་ཁྱབ་འདི་བྱུང་རྒྱུ་མེད་པར་བ་མེད་པའི་རྒྱུ་མཚན་ལ་བརྟེན་ནས་སངས་རྒྱས་ཐམས་ཅད་ཀྱི་ཆུ་སྡིག་པ་སྤོང་མ་ཟ་བ་རེད་སྤོང་ཐབས་མེད་ཟུང་འཇུག་རྒྱུ་མཚན་སངས་རྒྱས་ཐམས་ཅད་ཀྱི་ཆུ་བདེ་བ་དེ་སྒྲུབ་ཐབས་མེད་ཟུང་འཇུག་གི་རྒྱུ་མཚན་གྱི་ད་བར་དུ་ལྷག་བདེ་རྒྱུ་རེད་མ་གཏོགས་དེ་སྒྲུབ་ཐབས་ཆོས་ནི་ཆོས་དེ་རིང་འབོད་དུ་དགོས་ཡ་ཅི་མི་འདུག་བ་དེ་སངས་རྒྱས་ཐམས་ཅད་ཀྱི་ཆོས་ལ་ཅི་དགོས་དེ་ཤེས་བཟོ་རྒྱུ་ན་དེ་བཟོ་རྒྱུ་ར་སྙིང་རྗེ་ཚད་མེད་ནི་ཁོང་ཚོ་ལ་ཡོད་བྱམས་པ་ཚད་མེད་ནི་ཁོང་ཚོ་ལ་ཡོད་མཁྱེན་པ་ཚད་མེད་ནི་ཁོང་ཚོ་ལ་ཡོད། དེ་སྟེ་བཟོ་རྒྱུའི་མ་རབས་དེ་རང་ལྟོ་རྒྱག་དགོས་ཀྱི་འདུག་ན་རང་གྲོགས་དགུ་རྒྱག་དགོས་ན་རང་གི་ལྟོ་ཟ་ནས་རྒྱག་དགོས་ཀྱི་རེད་མ་གཏོགས་མ་བཟོས་ནས་རྒྱག་འོང་ཐབས་མེད་པ། རང་ནད་ལས་གྲོལ་དགོས་ཀྱི་འདུག་ན་སྨན་རང་གི་ཟ་ནས་དྲག་དགོས་རྒྱུ་རེད་མ་གཏོགས་སྨན་རང་གི་རྩ་ནས་མ་བཟོས་ནས་དྲག་ཐབས་མེད་པ། དེའི་ནང་གི་ཁྱོད་ལ་བདེ་བ་དགོས་ཀྱི་ཡོད་ན་རྡེའུ་གི་རྒྱུ་དགེ་བ་སྐྱོ་པོ་དེ་སྒྲོལ་ནས་བྱས་ནས་བདེ་བ་དེ། ཐོབ་དགོས་རྒྱུ་རེད་མ་གཏོགས་རྒྱུད་བོད་རང་གི་བདེ་བ་གཙང་ནས་མ་སྒྲུབ་སྡིག་པ་གཙང་ནས་མ་སྤོང་ན་ནི་ཁྱོད་ཀྱི་སྡུག་བསྔལ་ཐམས་ཅད་བརླག་འགྲོ་དགོས་ཀི་དེ་འདྲ་བྱུང་ན་ཕྱོགས་གཅིག་ནས་ཧམ་པ་ཆེ་བ་རེད་ཕྱོགས་གཅིག་ནས་མ་ཤེས་པ་རེད་ཕྱོགས་གཅིག་ནས་ནང་པ་སངས་རྒྱས་པ་ཡིན་ཟེར་ཚུལ་ཆོས་སྒྲུབ་མཁན་ཆོས་པ་ཡིན་ཀྱང་ཆོས་སྒྲུབ་ལུགས་མ་ཤེས་པ་རེད་གནས་བརྐོ་ཡིན་ཟེར་ན་གནས་བརྐོ་སྟངས་མ་ཤེས་པ་རེད། སྡིག་པ་སྤོང་ན་སྤོང་གཏོང་མ་ཤེས་པ་རེད། ད་སྡིག་པ་སྤོང་ན་སྤོང་རྒྱུ་མི་དགེ་བ་བཅུ་པོ་འདི་རེད། དགེ་བ་སྒྲུབ་ན་དགེ་བ་བཅུ་པོ་སྒྲུབ་རྒྱུ་གཅིག་དགེ་བ་བཅུ་པོ་འདི་རེད། སྒྲུབ་ན་སྒྲུབ་ཚུལ་ད་འདི་ནས་མ་དཔའ་གྲུ་ཚང་གིས་གསུངས་པ་འདི་རེད། ད་ཁྱོད་ས་སྐབས་ཀྱི་རྡོ་འབའ་འབུལ་ཐོད་པ་དང་སྐོར་ར་རྗེས་འགྲོ་དགོས་ཀྱི་གནས་སྐོར་ཆུ་འབྱིན་ཞིག་ངོ་མ་ཁྱོད་ཀྱི་སྡིག་པ་སྤོང་གི་ཡིན་ངོ་མ་ཁྱོད་ཀྱི་དགེ་བ་སྒྲུབ་པའི་ཕྱིར་དུ་གནས་སྐོར་ཆུ་འབྱིན་ཞིག་གི་ཡོད་ན་དེ་འདི་གདམས་པ་རེ་སློང། དམ་བཅའ་རེ་ཞུ། ཁྱོད་དེ་རིང་གནས་སྐོར་ས་ཀྱི་སྐུ་གསུང་ཐུགས་རྟེན་རྩ་ཆེན་པོ་གཅིག་གི་སྐུ་མདུན་ལས་སོང་ན་འགྲིག་འདུག་འོ་རི་རྩ་ཆེན་གཅིག་གི་མདུན་སྐོར་ར་རྒྱས་དགོས་ཡོད་ན་འགྲིག་འདུག་གདུགས་དཀར་སྐད་ཅིག་ལ་ཁྱོད་ཀྱི་ཐོད་པ་གཏུགས་འདུག་དགོས་ཡོད་ན་འགྲིག་འདུག་ཁྱོད་རང་དེ་ལ་སངས་རྒྱས་དཀོན་མཆོག་ཆོས་སྐལ་མཆོག་ལ་སོགས་ཁྱོད་ཕན་ཁེ་དེ་དག་ཡོད་སྣང་བྱ་གི་ཡོད་རེད་བ་དེ་ནི་ཡོད་སྣང་བྱ་ན་དེའི་མདུན་ནས་ད་དམ་བདམས་པ་རེ་སློང། ཉི་ཤུ་བདམས་པའི་ཚུལ་ཁྲིམས་ལོན་ན་ག་རེ་ལ་ཉི་མ་དེ་རིང་ནས་བཟང་སྟེ་ངས་ད་སྲོག་གཅོད་སྤོང་གི་ཡིན་ཟེར་བ་ལྟ་བུ། ཡང་ན་མ་བྱིན་པ་མི་ལེན་པ་ངས་དེ་དེ་དེ་མ་བྱིན་པ་ལེན་པ་སྤོང་གི་ཡིན་ཟེར་ཇི་སྲིད་འཚོ་ཡི་བར་དུ་ངས་རྐུན་མ་མི་རྒྱལ་བས་བྱ་བ་མི་རྒྱལ་བའི་བསམ་པ་བྱིན་གྱི། ཡང་ན་མི་བསྲུང་བ་མི་ཞུ་ཟེར་ཡང་ན། རྫུན་དང་ཕྲ་མ་ཚིག་རྩུབ་ངང་ཆར་ཟོས་པ་ག་ཚོད་ནུས་ཚོད་དུ་སྟོན་པ་བྱིན་ངས་ད་ནས་བཟུང་དེ་མི་བྱིན་བསམ་པ་བྱིན་ཁྱོས་ཁས་ལེན་རེ་གྱིས། གདམས་པ་རེད་དེ་ན་ཞོག་འོ་དོ་དེ་ནས་ཁྱོད་གནས་བསྐོར་བུ་བསྐོར་བོ་བྱོས་པ་རེད་ཁྱོད་ཆོས་སྒྲུབ་མཁན་གྱི་ཆོས་སྒྲུབ་སྟངས་ཤེས་པ་རེད། གལ་ཏེ་ཁྱོད་ཀྱི་སའི་འདུ་ཤེས་ཚ་རེད། ཁྱོད་ཀྱི་སྲོག་སྐྱོབ་པ་དེ་རེ་ནས་སྤང་ཚ་བྱས་ན་སྲོག་སྐྱོབ་པའི་ཁྱོད་ཀྱི་མི་དགེ་ཁྱོད་ཀྱི་ནང་མི་དགེ་དང་པོ་ཁྱོད་འདུ་ཚ་རེད་ད། སའི་འདུ་ཟེར་ན་དེ་རེད་ད་རང་གི་སའི་འདུ་དགོས་སའི་འདུ་དགོས་ཟེར་ནས་འདུ་སྟངས་དེ་ཕ། སངས་རྒྱས་ཐམས་ཅད་ངོ་སའི་གི་འདུ་གོང་ཟེར་ལས་ཀ་སངས་རྒྱས་ཐམས་ཅད་ལ་བསྐོས་ས་གཡོག་པོ་སངས་རྒྱས་ཐམས་ཅད་ཁྱོད་ཀྱི་གཡོག་པོ་བསྐོས་ས་ཡོད་མ་རེད། སའི་འདུ་ཟེར་ན་དེ་རེད། མི་དགེ་སྐྱོ་གི་ནི་མི་དགེ་དང་པོ་འདི་ཐུག་གི་འདུག་ན་ཁྱོད་ཀྱི་འདུ་བའི་དང་ཅག་བཞག་ནས་འདི་དང་འདི་ཚར་རེ། མི་དགེ་དང་པོ་སྤོང་ཚར་སོང་ན་མི་དགེ་གཉིས་སྤོང་མི་དགེ་སྐྱོ་གི་ནི་མི་དགེ་གཉིས་པ་སྤོང་ཐུག་གི་འདུག་ན། སེམས་མི་དགེ་བ་གཉིས་པ་འདི་ཚར་རེ། གསུམ་པ་འདི་ཐུག་ན་གསུམ་པ་རེ་བཅུ་པོ་འདི་ཐུག་ན་བཅུ་ཤ་འདི་ཚར་རེ་ད་ཁྱོད་ལ་ད་འདུ་བྱེད་ལྷག་དུས་ཡོད་མ་རེད། མི་དགེ་སྐྱོ་པོ་དེ་འདི་ཚར་སྤོང་ཚར་སོང་ན་ད་ཁྱོད། མ་དགོས་ན་ཡོད་བདེ་བ་ཐོབ་རྒྱུ་རེད།

ཀྱིས་ལྷ་ཤོད་རེད་ལྷ་པོ་རེད་བསམ་པ་ཅན་གྱིས་ཀྱིས་ལྷ་ཤོད་སུ་ཕག་བཞག་ནས་ཁྱོད་སེང་ཐོག་ལ་ཚུར་མ་གླེང་སེང་སྐྱུ་ཐོག་ལ་ཕག་མ་གཏོང་སེང་དང་ཁྱོད་གཉིས་ཀྱི་འབྲེལ་བ་འདྲ་སྟེ་རྩ་ནས་ཏེ་ཏེ་འདྲ་བོ་ཞེས་མི་ཐུག་དུས་དེ་ནས་ཁྱོད་ཕག་ཡིན་ན་ཁྱོད་འབྲུག་སྟོང་ཤེས་ཀྱི་ཡོད་མ་རེད་སེང་འབྲུག་དགུ་ལས་ཤེས་ཀྱི་ཡོད་རེད་དེ་འབྲུག་སྟོང་ཤེས་ཀྱི་ཡོད་མ་རེད། དེ་ནས་ཡང་མི་ལ་ཁ་ཕག་ཅིག་གཏོང་དུས་རྩ་ནས་སེང་ལ་འགྱུར་བ་འགྲོ་དགོས་རེད་མ་གཏོགས་སེང་ལ་འགྱུར་བ་མ་བྱུང་ན་ཕན་ཐོགས་ཡོད་མ་རེད་ཟེར་ཁ་གདངས་བསྡད་བསྡད་དགོས་རེད་དེ་ནས། སེམས་ལ་འགྱུར་བ་གཏོང་དགོས་དགོས་ན་འགྱུར་བ་རང་གིས་གཏོང་འགྱུར་བ་འགྲོ་དགོས་ཀྱི་རེད་མ་གཏོགས་འགྱུར་བ་རང་གིས་རྩ་ནས་མ་གཏོང་ན་སེམས་ག་འདྲའི་ཞིག་ནས་འགྱུར་འགྲོ་རེད་ཆུ་སེམས་དེ་འགྱུར་རྒྱུ་ག་འདྲའི་གཅིག་འགྱིག་ཡོད་རེད་ག་སྲིད་ཁྱོད་འགྱུར་ན་འགྲོ་དཔོན་ཐོ་དོ་འདྲ་ཇེ་སྡུག་ཇེ་སད་མ་གཏོགས་ཁྱོད་འགྱུར་རྒྱུ་མེད་པ་བརྒྱ་ཆ་བརྒྱ་རེད་རང་གིས་གི་འགྱུར་ན་འོ་དེ་རེད། དེ་ནི་འགྱུར་བ་གཏོང་དགོས་དགོས་ན་རང་གིས་གཏོང་དགོས་རེད་གཏོང་སྟངས་འདི་རེད། ཉི་མ་དེ་ལས་བཟང་དུ་མི་དགེ་སྐྱོ་པོ་སྤོང་བྱ་ཡིན་པ་ངོ་ཤེས་ཚར་དུས་མི་དགེ་སྐྱོ་གི་ནང་ནས་སྐྱོ་གར་སྤོང་པའི་ཆོས་ལ་ནུས་པ་འདོན་ན་མི་དགེ་སྐྱོ་གི་སེམས་དེ་ཕ་སྤོང་དུ་བཅུག་ཟེར་ཏེ་མི་དགེ་སྐྱོ་གི་སེམས་དེ་འགྱུར་ཚར་རེད། འོ་དགེ་བ་སྐྱོ་གི་ནང་ནས་སྐྱོ་གར་སྒྲུབ་པའི་ནུས་པ་འདོན་ན་སྒྲུབ་གི་ཡིན་ཟེར་ན་ཁས་ལེན་རེད་བཟོའི་དམ་བཅའ་རེད་བཞག་དོ་བདམས་པ་ཚུར་ལྷུན་རེད་བླངས་དོ། དེ་ནས་ཁྱོད་ཀྱི་དེ་སེམས་དེ་འགྱོད་ཚར་རེད་ད། མི་དགེ་བའི་སེམས་ཁྱོད་ཀྱི་བཞུར་ནས་དགེ་བ་ཁྱོད་ཀྱི་ངོ་བོར་བཞུར་ཚར་རེད། མི་དགེ་དང་པོ་སྤོང་ནས་དགེ་བ་དང་པོ་སྒྲུབ་དགོས་འདུག་ན་མི་དགེ་དང་པོ་གི་སེམས་དེ་ཁྱོད་དགེ་བ་དང་པོ་ལ་འགྱོད་ཚར་རེད། མི་དགེ་བཅོ་བརྒྱད་སྤོང་ནས་དགེ་བ་བཅོ་བརྒྱད་གིས་སྒྲུབ་ཐུབ་དགོས་འདུག་ན་དགེ་བ་བཅོ་བརྒྱད་ལ་སེམས་དེ་འགྱོད་ཚར་རེད། འགྱོད་བཅོས་གཏོང་ཟེར་ན་རང་གི། རང་གི་མ་བཅོས་རྒྱུན་དུ་ག་རོ་འགྱོ་འགྲོ་རྒྱུ་དཀའ་མོ་ཞེ་ར་རེ། འགྱོ་རྒྱུ་ཐམས་ཅད་སངས་རྒྱས་ཀུན་སྐྱོང་ཆོས་ཀུན་སྐྱོང་ཆོས་ཀྱི་གཞུ་ཧྲུལ་ཞེས་པ་ཞོག་འོང་བ་ཞོག་ཟེར་འབོད་བསྡད་པ་སྐྱིད་པོ་ཅིག་ལ་ཕ་ཁ་བཞག་ཁ་གདངས་མི་བྱེད་དུས་པར་བུ་ལ་རྫོགས། ཨེ་ཆོས་པ་ཡིན་སྣང་ཤག་རང་གི་རང་ལ་བློ་བདེ་བསྡད་དགོས་རེད་དེ་ཤེས་ཀྱི་ཡོད་མ་རེད་ཆོས་སྒྲུབ་ན་སྒྲུབ་སྟངས་ཤེས་དགོས་ཀྱི་ཡོད་རེད་སེམས་འདོར་ན་འདོར་སྟངས་ཤེས་དགོས་ཀྱི་ཡོད་རེད་སེམས་འགྱོ་བ་གཏོང་ན་གཏོང་སྟངས་ཤེས་དགོས་ཀྱི་ཡོད་རེད། དེ་ནི་དོང་ནས་ནུས་པ་གཅིག་གིས་མི་དགེ་སྤྱོད་པོ་བདུད་སྐྱེད་དུ་སྤོང་དགོས་པའི་ནུས་པས་སྤྱོད་ཀྱི་མ་རེད། དགེ་བ་སྤྱོད་པོ་རླངས་བསངས་ཐམས་ཅད་ཚང་མ་ལེན་དགོས་པའི་དགེ་བ་ཆོས་སྡུད་ཀྱི་ཆོ་འཕྲིན་ཐམས་ཅད་ལེན་དགོས་ཀྱི་ན་དཀའ་མོ་ཞིག་རག་རེད་དེ་ཡིན་ན་ནུས་ཚོད་དང་བསྟུན་པ་ཅན་གྱི་སྐྱེ་ཡི་ནུས་ན་སྐྱེ་སྤོང་པའི་ཆོ་འཕྲིན། ཉི་ཤུ་གདམས་པའི་ཆོ་འཕྲིན། སྤྱོད་ལེན་རྒྱུ་འདོགས་མི་དགེ་བ་རྣམ་པ་མི་དགེ་བའི་གིས་ཉེས་པར་སྤྱོད་པའི་མི་དགེ་བ་སྐྱོ་སྤོང་པའི་གིས་དེ་ནི་ཆོ་འཕྲིན་རྣམ་པ་སྐྱོ་ལེན་རྒྱུ་འདོགས་དེ་ག་དུས་ག་ཚོད་ལེན་ཐུབ་ཀྱི་འདོད་ད་དེ་ལེན། དེ་ནི་སྐྱེ་རུང་སེམས་འདུ་བ་ཟེར་བ་དེ་རེད། སེམས་ལ་འགྱུ་བ་ཐེབས་པ་ཟེར་བ་དེ་རེད། དྭངས་པའི་ཆོས་ཀྱི་ཕན་ཐོགས་པ་ཟེར་བ་དེ་རེད། ཁྱེད་རང་ངོ་མ་དགེ་སྡུག་སྡིག་སྤོང་རྐྱེན་གྱིས་དེ་ནི་ཆོས་པ་ནང་དག་བདེ་ལེན་བགྱིད་ནས་འགྲོ་གི་ཡོད་རེད། དེ་ལྟ་བུའི་རྐྱེན་གྱིས་འགྱུ་བ་ག་གོས་ཀྱི་རང་ངོས་ནས་ནི་ཨེ་འདྲས་མི་བཞག་བསམ་པའི་གེ་དེ་ནི་བདམས་པར་ཁས་ལེན་ཡང་མེད་འགྱུ་བ་ཡང་མ་བཏང། ད་ཕྱིན་ཆད་ནས་བཟང་སྟེ་ངས་དགེ་བ་སྐྱོ་གི་ནང་ནས་དགེ་བ་ཆོས་འདོད་ཀྱི་ཚུལ་ཁྲིམས་རྣམ་པ་སྐྱོ་གི་ནང་ནས་ག་རེ་སྒྲུབ་ཐུབ་ཀྱི་ཡོད་པ་དེ་ཚེ་ཡི་སྐྱེད་ཀྱོག་ཁས་ལེན་མེད་པར་གྱིས་ཚེ་སྐྱེད་ཀྱོག་དང་སྐྱ་མེད་པར་གྱིས་ངས་དགེ་བ་སྐྱོ་པོ་འདི་འདྲའི་སྡུག་བསམ་པ་བརྩམས་པ་ཙམ་ཡང་རྩ་ནས་མེད་པར་གྱིས་ནི་ཁྱོད་ཁྱོད་པ་ཡིན་ཟེར་ན་ག་རེ་ཁྱོད་པ་ཡིན་ཟེར་དགོས་རེད་དེ་ནི། སྒྲུབ་བྱེད་ཅན་གྱི་ཆོས་ནི་ཁྱོད་མ་སྒྲུབ་པ་རེད་སྤོང་བྱེད་ཅན་གྱི་སྡིག་པ་ནི་ཁྱོད་མ་སྤོངས་པ་རེད་དེ་ནི་ཁྱོད་ཀྱི་ཁྱོད་པ། གནས་སྐོར་ཆུ་འཛིན་ཟེར་ནའང་ད་ནི་ཡུལ་སྐོར་སྤྲང་ཆང་ཟེར་བ་དང་ཀྲུ་རིས་ཟེར་གྱི་འདུག་དེ་ཅི་པ་རེད་ཕན་ཐོག་གང་ཡང་བྱུང་བ་དང་དཀའ་ལས་ཁ་པོ་ཞེ་དྲག་རེད། སངས་རྒྱས་ཐང་ཆེན་ལས་བཀའ་བཀོད་ནས་འབོད་ལམ་སྟོང་པ་དེ་གའི་རང་གི་རང་མགོ་བསྐོར་བ་ཅན་གྱི་རེད། རེད་ཨེ་འདུག་མི་འདུག་ལྟོས་དང་སངས་རྒྱས་ཐང་ཆེན་གསོལ་བ་ཐོབ། བདུན་ཕྲག་བཅས་ལ་ཏོག་ཁི་ཁ་སྐོང་མ་བཟོས་ན་ང་རྒྱ་འོང་བ་ལྷུག་བསམ་ཉི་མ་བསྐྱེད་ལ་ཁྱོད་རྒྱ་ཨེ་ཡོང་འདུག་རང་གི་མ་བཟོས་ནས་རྒྱ་ཨེ་ཡོང་འདུག་ཉི་མ་བསྐྱེད་ལ་ལྟོས་དང་ཧ། དེ་ནས་རང་དབང་གི་རྟོགས་རྒྱག་རྒྱུ་ཅན་དེ་ལས་ཀྱང་ལས་སླ་བ་ཅན་གྱི་དགེ་བ་སྐྱོབ་པར་སྒྲུབ་རྒྱུ་ཅན་གྱི་སྡིག་པ་སྐྱོབ་མི་དགེ་བ་སྐྱོབ་སྤོང་རྒྱུ་ཅན་གྱི་དགའ་བ་ཡིན་གྱི་རེད་དོ་དེ་ནི། དེ་ལྟ་བུ་ཅན་གྱི་རེད། དེ་ནས་ནད་ལས་དྲག་དགོས་སོང་ན་སྨན་རང་གི་ཟ་ནས་དྲག་དགོས་ཀྱི་རེད་ལྟོགས་རང་ལ་འདྲོངས་དགོས་སོང་ན་ལྟོགས་ཁག་གི་ཟ་ནས་འདྲོངས་དགོས་པ་ནང་བཞིན་ཅན་གྱི་ནི་ཅི་བདེ་བ་འཐོབ་དགོས་སོང་ན་བདེ་བའི་རྒྱུ་དགེ་བ་སྐྱོབ་པོ་དེ་སྒྲུབ་ནས་འཐོབ་དགོས་ཀྱི་རེད། སྡིག་པ་སྡུག་བསྔལ་མི་དགེ་བ་ཐམས་ཅད་སྡུག་བསྔལ་ཐམས་ཅད་སྤོང་དགོས་སོང་ན། སྡུག་བསྔལ་ཐང་ཅིག་རྒྱུ་མི་དགེ་བ་སྐྱོ་པོ་དེ་སྤོང་ནས་དེ་ནི་ཁྱོད་དགྲ་དགུག་རེད་མ་གཏོགས་སྡུག་བསྔལ་དྲག་ཐག་ཡོད་མ་རེད་མ་སྤོང་ན། མེད་པ་ར་ཀོང་ཚོ་བཟང་ང་བརྩི་གི་འདུག་དཀོན་མཆོག་མཁྱེན་ང་མ་བརྩི་བ་ཤོག་ཟེར་གྱི་ནི་མེད་པ་ར་ཀོང་དེར་འཆམ་མཐའམ་བསྡད་པ་དེ་གས་དེ་ནི་སངས་རྒྱས་ཐང་ཅིག་བྱིན་གྱིས་རླབས་ནས་མེ་ནི་ཁྱོད་ལ་བཟུང་རྒྱུ་ཡོད་པ་གཅིག་ཚེའུ་ཁྱོད་ལ་བརྩི་རྒྱུ་མེད་པ་བྱིན་གྱིས་དེ་ཅི་འདྲའི་བཟོ་རྒྱུ་ཡོད་རེད་དེ་ཨོ་དཔེ་དེ་ལྟ་བུ་བྱིན་གྱིས་ང་རང་ཚོ་གི། ཉི་ཤུ་གདངས་པའི་ཚུལ་ཁྲིམས་དང་དགེ་བ་ཆོས་འདོད་ཀྱི་ཚུལ་ཁྲིམས་ཚུལ་ཁྲིམས་ཀྱི་ངོ་བོར་སྤྱོད་པ་བྱིན་གྱིས་ལེན་ནས་དེ་ནི་རྒྱལ་སྤྲུལ་བདུད་དཔུང་སྟེ། ཤེས་དགོས་རྒྱུ་ཅི་འདྲ་ཧ་ལས་པའི་གི་ག་ཆེན་པོ་ཅིག་དེ་འདྲས་རེད་རྒྱུ་མཚན་དེ་ལ་བརྟེན་ནས་ངས་ད་ང་རང་ཚོ་གུ་ཞང་པས་ཤ་དོ་མ་མ་མང་པོ་ཅིག་འགྲོ་ཐུབ་མ་སོང་སྟེ། ད་ག་ཆེ་བའི་རྒྱུ་མཚན་གྱི་མགོ་ནས་དེ་འདྲས་བྱས་ནས་ཞུས་དགའ་རྒྱུ་ཅན་དེ་འདྲས་ཡིན་དེ་ཡིན་དུས་རྣམ་པ་ལྷན་རྒྱས་ལྷ་བླ་མ་འཇའ་འོད་ཀྱི་དུས་སྐབས་ཚིག་ན་འདྲ་དཀོན་མཆོག་སངས་ཀྱི་མདུན་དུ་སླེབས་སོང་བ་ཡིན་དུས་འདྲ་རང་དད་པ་སྐྱེ་སྲིད་ཀྱི་ཏེ། གནས་སྐོར་ཁྱོད་ཅག་འགྲོ་གི་ཡོད་ན་དེའི་མདུན་དུ་སླེབས་སོང་ན་ཕ་བཟང་བུ་བུ་མོ་སུ་ཡིན་ནའང་རང་གི་སེམས་འདུལ་བའི་དུས་ཚོད་ངོ་མ་དེ་དུས་རེད་མདོ་སྟངས་འདི་འདྲས་རེད། མི་དགེ་སྐྱོ་གི་ནང་དུ་ག་འདི་སྤོང་ཐུབ་བ་ཅིག་འདུག་རང་གིས་ལྟོས་དེ་སྤོང་གི་ཡིན་ཟེར་ཁས་ལེན་རེ་ཅིག་གདམས་པ་རེ་བཞག་གདམས་པ་དེ་ལན་ཚྭ་བིག་ཚུར་ལེན་དེ་ཐོག་ཚ་བ་དེ་ནས་བཟུང་དེའི་གདམས་པ་དེ་གསང་གདམས་པ་དེ་གནས་སྡོད་དོ། དེ་ནས་ཁྱོད་ཀྱིས་དགེ་བ་སྣེ་གཅིག་མ་གཏོགས་མ་བསྡུས་པ་གཅིག་མ་གཏོགས་མ་སྤོང་ན་དེ་སྤོང་པོ་གི་དེ་ནི་དགེ་རྩ་དེ་སོན་རྒྱུ་དེ་ཁྱོད་ལ་རག་ཡོང་གི་ཡོད་རེད། འོ་དེ་ནོར་གིན་ལྷ་བླ་མ་འབྱར་བའི་དུས་ཚོད་དེ་གནས་སྐོར་ཆུ་འབྱིན་བྱེད་པའི་དུས་ཚོད་ཁྱོད་དད་པ་ཆེ་སའི་གནས་དེར་སླེབས་འགྲོ་དེ་དེ་ཉིན་མོ་དེ་རང་གི་སེམས་དེ་འདུལ། རང་གིས་རང་ལ་སེམས་དེ་ལ་འགྱུར་བ་གཅིག་གཏོང། དུས་ཚོད་ཉི་མ་ངོ་མ་གནང་འདི་ཤག་གསུངས་པ་གཅིག་འདི་དེ་ཉིན་མོ་མ་འཁྱུག། སྒལ་བ་སྐྱོག་གི་ནང་ནས་ག་ཚོད་སྒྲུབ་ཐུབ་པ་གི་ནུས་པ་འདུག་པ་དེ་ལ་ལྟོས་ནས་རང་གི་འཇོན་ཚོད་རང་གིས་ཤེས་པ་ཡིན་འདི་དེ་ལ་དཔག་ནས་སྒལ་བ་སྐྱོག་གི་ནང་ག་ཚོད་སྒྲུབ་ཐུབ་རྒྱུ་འདུག་ན་སྒྲུབ་ཐུབ་པ་འདུག་ན་དེ་སྒྲུབ་ཡོང་གི་ཡིན་ཟེར་ནས་བདམས་པ་རེ་བླངས། སྒལ་བ་ཁྱོད་སྡོད་ཀྱི་ངོ་བོ་སྤྱོད་པའི་ཚོགས་ཧྲིལ་རེ་གླེང། དེ་ནས་དེས་སོང་སྡོད། ཁྱོད་དགེ་བ་སྣེ་གཅིག་མ་གཏོགས་མ་བཟོས་ན་ཡང་ཁྱོད་ལ་དགེ་བའི་དགེ་རྩ་གི་རླབས་དེ་འབྱོར་ཕྱིན་སུན་རྒྱུ་དང་སུན་ལོག་གི་དེ་ནི་དགེ་བ་རྩ་དེ་ཁྱོད་ལ་རག་འོང་རྒྱུ་ཅན་ཡོད་དེ་འདྲ་རེད། འོ་དེ་ལྟ་བུ་ཅན་གྱི་དགེ་བ་སྒྲུབ་ན་སྒྲུབ་ལུགས་ཤེས་དགོས་རྒྱུ་ཅིག་དེ་འདྲ་ཅན་གྱི་ཡིན་པ་ག་ཁྱེད་ཀྱི་རྒྱུ་མཚན་གྱིས་ངས་ཞུ་གི་ཡོད་ཟེར་ནས་དེ་ཞིག་དུས་ནམ་པ་ལྷན་རྒྱས་ན་ད་ངོ་མ་ཅིག་སེམས་འདུལ་དགོས་རེད་ཟེར་ཏེ་ཁ་ཕུད་བཀོག་བསྡད་པ་གཅིག་པོ་མ་ཡིན་པ་ཅིག་སེམས་འདུལ་དགོས་པ་ཤེས་ན་འདུལ་སྟངས་དེ་འདྲས་ཅིག་ནས་འདུལ། སེམས་ལ་འགྱུར་བ་གཏོང་དགོས་སེམས་སངས་རྒྱས་བཏང་སྟེ་བོད་སྡེ་པ་སྐྱིད་པོ་བཅུ་གསན་ཏེ་ཁ་རུ་འཇུག་འོང་རྒྱུ་དཀའ་མོ་རེད། དེ་ལ་རེ་བ་མ་བརྒྱབ། གསན་ཏེ་འགྱུར་བ་གཏོང་དགོས་བསམ་ན་རང་གི་བཞུ་བཅོས་བྱས་ཏེ་དེ་ནས་འགྱུར་རྒྱུ་རེད། འོ་ད་དེ་འདྲས་བྱས་ཏེ་དེ་ནས་མི་དགེ་བཅུ་པོ་སྤོང་པ་ནས་འགོ་བཙུགས་ཏེ་དེ་མི་དགེ་བཅུ་པོ་རེ་རེ་སྤོང་ཐུབ་པ་ཡིན་ན་འདྲ་ཉི་ཤུ་བདམས་པའི་ཚུལ་ཕྲན་བསྲེ་དགོས་རེད་དགེ་བ་བཅུ་ཁ་ལེན་ཐུབ་ན་འདྲ་གང་རུང་གཅིག་དེ་ནས་སྒྲུབ་པ་དང་བཅའ་ཐུབ་གི་འདུག་ན་དེ། དགེ་བ་ཆོས་བརྒྱད་ཀྱི་ཚུལ་ཁྲིམས་ཡིན་གསུང་གི་ཡོད་རེད་ཚུལ་ཁྲིམས་ཀྱི་ངོ་བོ་དེ་ཡོད་པ་དེ་གས་ཡོད་པ་དང་མེད་པའི་ཁྱད་པར་ལྟ་སྟངས་དང་གོང་ནས་ཞུས་པ་དགེ་སྡིག་ག་རེ་བཤད་པ་ཡིན་ན་ཡང་དེ་ནི་སུན་འཇུག་གི་ནུས་པ་ཆེ་ཆུང་འོ་དེ་འདྲའི་འགྲོ་གི་ཡོད་པ་དེའི་གནད་འགག་དེ་ཤེས་ནས་དེ་ནི་སེམས་དོན་ནང་འདུ་སྟངས་ཤེས་པ་ཅན་གྱི་ཆོས་ཀྱི་སེམས་ལ་ཕན་ཟེར་བ་དེ་ནི་ཕན་གནོད་བྱེད་སྟངས་དེ་དེ་ཤེས་པ་ཅན་གྱི་ཧ་ལས་པའི་བཀའ་ཆེན་པོ་རེད་འདུག་དེ་མ་གཏོགས་བཅོས་པའི་དག་ཅིག་ག་ན་རྒྱུགས་བསྡད་ན་ཡང་དཔེ་ཆ་རྫོགས་རོགས་ཡིན་འགྲོ། དྲ་རྒྱ་ནང་ལ་ག་ཚད་ཆ་སྒྲ་གཏོང་བསྡད་ན་ཡང་ཀློག་རྫས་རྫོགས་རོགས་ཡིན་འགྲོ་ཕན་ཐོག་གྲུ་འདྲེན་ཅིག་ཡོང་དགོས་ཟེར་ན་དཀའ་མོ་རེད་ད། དགེ་བ་སྤྱོད་བཞིན་དེ་སོང་རེད། དེ་དཔེ་ན་ད་འདི་ནས་འབའ་རིན་པ་ཞིག་འདུག་གསུང་གི་འདུག་པར་གྲུ་ཚང་གི་འོག་སོགས། མི་སྤྱོད་པ་དང་མ་གཞི་པ་མི་ལེན་པ་སོགས་སྤྱོད་བཞིན་སོང་དུས་ད། གདོང་བཞག་མི་དགེ་བ་སྐྱོ་ཡོད་དགའ་བ་སྲོག་གཅོད་པ་ནས་བཟུང་སྟེ་སྲོག་གཅོད་པ་དག་ནས་བཟུང་སྟེ་མི་གཞིག། མ་བྱིན་པ་དག་ནས་བཟུང་སྟེ་མི་གླེང། མི་བསྲུང་བ་དག་ནས་བཟུང་སྟེ་མི་བཤོལ། རྫུན་དག་ནས་བཟུང་སྟེ་མི་བཤད། འཕྲང་མ་དག་ནས་བཟུང་སྟེ་མི་འབྱིན་བསམ་པ་ལྟ་བུ་གྱིས་ཏེ་མི་དགེ་བའི་སྐྱོ་པོ་རེ་རེའི་གན་དུ་སྤོང་པོ་བརྒྱད་དེ་ནི་གདམས་པ་ཚུལ་ཁྲིམས་ཉི་ཤུ་གདམས་པའི་ཚུལ་ཁྲིམས་ཡིན་གདམས་པ་ཡང་རྣམ་པ་བཅུ་ལེན་རྒྱུ་ཡོད་རེད་དེ་འདྲ་ཞིག་ལེན། གི་རང་གི་ནུས་ཚོད་དང་བསྟུན་པ་ག་ཚོད་བསགས་འདུག་བསགས་རིགས་དེ་གི་རང་གི་འཇོད་ཚོད་དུ་བསྟུན་པ་བྱེད་རྒྱུ་དེ་ཁས་ལེན་དམ་བཅའ་བཞག་གསུངས་པ་ཞིག་དེ་རེད། དེ་ཡང་བླ་མ་དང་མཁན་པོ་ལྟ་བུ་གི་དྲུང་ནས་ཁས་བླངས་པ། ཁས་བླངས་པ་མི་དགོས་ཏེ་རང་གི་དུས་གཏན་དུ་དབང་གནས་དུས་འདི་ལྟ་བུར་བྱས་པའང་གསུངས་རེད་ད་ད་འགྱེད་གང་ནས་ཞུས་ཚར་སོང་ཅེས། བརྟེན་ཁྱད་པར་ཅན་གྱི་གྲངས་དང་བསྟན་བཅོས་སྲང་གི་དངོས་ཀྱི་གྲངས་དང་དེ་འདྲའི་ལྟ་བུ་ཅི་འདྲ་སྐྱབས་གནས་ཀུན་འདུས་ཀྱི་བླ་མ་ལྷོ་པན་ལ་སོགས་པ་དེ་འདྲའི་གི་མདུན་དུ་ལན་ཚྭ་མ་རག་ན་ཤན་གྱི་མ་རིག་སྲང་རེ་རང་གི་རང་ལ་དཀོན་མཆོག་ཐམས་ཅད་མདུན་དུ་བཞུགས་ནས་ཡོད་བསམ། འོ་དེ་སོགས་ཐམས་ཅད་ཀྱི་དམིགས་པ་གི་མདོ་འདི་བྱས་ནས་དེ་ནི་དཀོན་མཆོག་ཐམས་ཅད་དཔང་པོ་ལ་བཞུགས་ཡོད་བསམ་པ་ལྟ་བུ་ཞིག་རང་གི་རང་ལ་ཞལ་ཆོས་བྱས་ནའང་དེ་ནི་གདམས་པ་ཚུལ་ཁྲིམས་ཐོག་གི་རེད་ཉི་ཤུ་གདམས་པའི་ཚུལ་ཁྲིམས་ཡིན་ནའང་ཐོག་གི་རེད་དགེ་བ་ཆོས་སྡོད་ཀྱི་ཚུལ་ཁྲིམས་ཡིན་ནའང་ཐོག་གི་རེད་སེམས་ཅན་དད་ཅན་གྱི་ཚུལ་ཁྲིམས་ཀྱི་གདམས་པ་ཡིན་ནའང་བཤད་ཀྱི་རེད་བཤད་ཀྱི་རེད་གསུངས་པ་རེད་དེ་ཡིན་དུས། གནས་དུ་དུས་འདི་ལྟ་བུར་ཤེས་པའོ་སེམས་ཅན་འདི་དང་འདི་ལྟ་བུའི་གྱི་སྲོག་མི་གཅོད་སྙམ་པ་སོགས་ནི་དེ་ནི་དགེ་བའི་ལས་གཞན་གྱི་གཞན་ཞེན་གསུམ་པ་རེད། དེ་བས་ན་ཕྱི་སོ་སོ་ཐར་པའི་ཚུལ་ཁྲིམས་ཀྱི་ནང་ལོགས་ལ་སྲོག་གཅོད་བཀུར་དང་མི་བསྲུང་བཤད་པ་སྤོང་དགོས་རེད་གསུངས་ཏེ། ཕམ་པ་རྣམ་པ་བཞི་ཟེར་བ་འདྲ་པོ་དེ་བཞིའི་འོག་ཏུ་བཙལ་ནས་སྲོག་གཅོད་སྤོང་པའི་ཚུལ་ཁྲིམས་དེ་གང་ཆགས་དེ་སྲིད་དུ་མི་དང་མིར་ཆགས་པ་མི་གསོད་ཟེར་བ་དེ་རིགས་མ་གཏོགས་སེམས་ཅན་ཡོངས་སུ་གསོད་པ་འབའ་འབུ་སྲོག་ཆགས་ཡན་ཆོད་ནས་ངས་མི་བསད་ཟེར་ནས་དམ་བཅའ་བཞག་དགོས་རྒྱུ་དེ་མ་རེད། མི་དང་མིར་མི་དབང་མིར་ཆགས་པ་མི་བཟོད་ཟེར་ནས་ཧོར་ཐུབ་ཀྱི་ཁས་ལེན་དམ་བཅའ་བཞག་བཞག་ཀྱི་བྱིན་དེ་ལྟ་བུ་ཅན་གྱི་ཡིག་འབྲུ་དེ་སེམས་སྐྱིད་རེ་རིག་གི་དྲང་བའི་རྒྱུན་དུ་བྱས་ནས་མི་བསོད་བུ་གི་གདམས་པ་དང་ཚིག་གླེང་ཐུག་ཆོག་གི་རེད་གསུངས་པ་རེད་དཔེར་ན། ད་ང་འདི་ནས་ཇི་སྲིད་ཤི་མ་སོང་གི་བར་དུ་ལ་ངས་རྟག་མི་བསོད་བསམ་བུ་གི་གདམས་པ་རེ་བཞག་བཞག་ན་རྟག་པའི་རྟགས་སུ་གཅོད་རྟགས་དགེ་སོགས་གཅོད་པ་སྤོང་བུ་གི་ཚུལ་ཁྲིམས་ཀྱི་ངོ་བཅུ་བུ་བསྡམས་པ་སྐྱེས་མཐོ་འགྲོ་རེ་དེ་ནས་བཟུང་སྟེ་ཆོས་ཀྱི་རྟགས་སུ་གསད་པ་སྤོང་བདེ་བ་གི་གནས་བསྡམ་བུ་གི་སྟན་ལ་གནས་དགག་པ་ཡིན་ན་དེ་ནི་དགེ་རྩ་དང་རང་གིས་བསྡམས་པ་དེ་གིས་ཟིན་ཚར་བ་གྱི་འཇིག་འདི་བསྡམས་པ་ཚུལ་ཁྲིམས་དེ་ཡིས་ཟིན་པའི་ཉི་ཤུ་བསྡམས་པའི་ཚུལ་ཁྲིམས་དེ་ཡིས་ཟིན་པའི་གི་དེ་ནི་དགེ་རྩ་དེ་ངང་ངང་ཤུགས་ཤུགས་ཆུ་རྒྱུ་ལ་ཤེས་འོང་གི་ཡོད་རེ་དེ་ནང་རྒྱུན་བྱེད་ཀྱི་ངས་ཉི་མ་དེ་རིང་ནས་བཟུང་སྟེ་ཕྱི་རྩ་ནས་མི་གསལ་བསམ་པ་ལྟ་བུ་གི་བསྡམས་སྟངས་ལྕགས་རྒྱག་ན་ཉི་ཤུ་བསྡམས་བུ་གི་ཚུལ་ཁྲིམས་ཀྱི་ངོ་བཅུ་བུ་གི། ཕྱི་གསལ་བ་སྤོང་པའི་སྲོག་གཅོད་ཕྱི་ཡི་སྲོག་གཅོད་སྤོང་པའི། འདི་ནི་ཚུལ་ཁྲིམས་རང་རྒྱུད་བཤད་འགྲོ་གི་དེ་ནས་བཟང་སྟེ་ཁྱོད་ཀྱི་ཕྱི་གསལ་བ་མ་བཞེས་པ་དེ་གའི་གདམས་པ་ལ་གནད་འགག་པ་ཙམ་གྱིས་དགེ་བ་རང་ཆོས་སུ་རང་སྐྱེས་སུ་ཉི་མ་རེ་རེ་ནས་རེ་རེར་བཅུད་འགྱུར་ལ་ཐོགས་ཡོང་གི་ཡོད་རེད་ཁྱོད་སྡུག་མ་བསྡད་ན་ཡང་གདམས་པ་ཚུལ་ཁྲིམས་དེ་གའི་འཕོངས་པའི་སྟོབས་ཀྱི་སྒོ་ནས་བདེ་བ་དགེ་བ་གོང་དང་གོང་དུ་འཕེལ་ཡོང་གི་ཡོད་རེད། ཨོ་དཔེ་དེ་གནང་གི་ཞིག་ནི་ངས་ཉམས་མི་སད་འབུ་གྲང་མ་མི་སད་སྒྲུབ་མི་སད་སྦས་པ་མི་སད་བསམ་པ་ལྟ་བུ་སད། སྲོག་ཆགས་ཀྱི་རིགས་སྐྱེས་སོ་སོ་སོ་སོ་དང་མཐུན་པ་ཅན་གྱི་མགོ་ནས་ཡང་དེ་ནི་བདམས་པ་ཚུལ་ཁྲིམས་གླེང་ཆོག་གི་རེད་བསམ་རེ་སེམས་ཅན་འདི་དང་འདི་ལྟ་བུའི་སྲོག་མི་གཅོད་དམ་པ་ལྟ་བུ་དང་བསམ་རེ། ཡང་དུས་ཚོད་ལ་བསམ་པ་བཏང་སྐབས་བསམ་ན་བཏང་ན་དཔེ་དེ་ནང་གི་རེད་དཔེར་ན། ངས་ཟླ་བ་དང་པོ་གི། ཟླ་བ་དང་པོ་ལྟ་བུ་དང་ལོ་བཅུ་གཉིས་ནང་ལ་ཟླ་བ་བཅུ་གཉིས་ཡོད་རེད་བ་ཟླ་བ་བཅུ་གཉིས་ཀྱི་ནང་ལ་ངས་ཟླ་བ་དང་པོ་ག་དུས་ཤར་ན་ཡང་ངས་དེ་ནི་སྲོག་གཅོད་མི་གཞིའི་བསམ་པ་ལྟ་བུའི་དུས་ཚོད་བཟོ་ཆོག་གི་རེད། ཡང་ན་ངས་ལོ་རྟག་པར་རིག་གི་ནང་ནས་ས་ག་ཟླ་བ་ཟླ་བ་བཞི་པ་ག་དུས་ཤར་ཡོང་ན་ཟླ་བ་བཞི་པའི་ནང་ལ་དེ་ནི་ངས་ཤ་མི་ཟ་བསམ་པ་ལྟ་བུ་སྲོག་མི་གཅོད་བསམ་པ་ལྟ་བུ་ད་ག་རེ་ཡིན་ན་ཡང་སྡིག་པ་སྤངས་པ་དེ་ཀོ་བསླངས་ཏེ་སེམས་ཅན་ཐམས་ཅད་དགེ་བ་བདེན་པའི་ཆེད་དུ་སྔ་དྲོ་གྲྭ་བའི་ཆེད་དུ་ལ་དེ་ངས་སྡིག་པ་འདི་དང་འདི་ལྟ་བུ་མི་བྱེད་བསམ་པའི་དམ་བཅའ་རེ་བཞག་སོང་ན་དེ་ནི་ཉི་ཤུ་གདམས་པའི་ཚུལ་ཁྲིམས་ཀྱི་ངོ་བོ་བཅུ་པའི་གདམས་པ་རེ་རང་བྱུང་ཤེས་གི་རེད་གདམས་པ་དེའི་འཕངས་པའང་དེའི་ཟིན་ཟིན་པའི་གིས་དེ་ནི། གདམས་པའི་སྟན་དེ་ལ་གནས་པ་ཙམ་གྱིས་ཀྱང་རྒྱལ་བ་རང་ནས་རང་ཆུ་རྒྱལ་མི་མངའ་ཤོས་ཀུན་འཕེལ་འོང་རྒྱུ་གཅིག་དེ་འདྲས་ཅིག་རེད། ཁས་ལེན་གདམས་པ་འདྲ་པོ་གང་ཡང་མེད་ཀུན་སློང་གང་ཡང་མེད་སེམས་བསྐྱེད་ཐམས་ཅད་བདེ་བའི་ཆེད་དུ་བདེན་པའི་ཆེད་དུ་བསམ་པའི་ཀུན་སློང་ཡང་མེད་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་བྲལ་བའི་ཆེད་དུ་ཞེ་པེ་གི་ཀུན་སློང་ཡང་མེད། འོ་ད་གདམས་པ་ངས་འདི་དང་འདི་ལྟ་བུ་ཤ་མི་བཟའ་སོ་མི་སྐྱེ་བསམ་པ་ལྟ་བུ་གི་ཁས་ལེན་དང་སྐྱ་ཡང་མེད། རང་རྒྱལ་ལ་བདམས་པ་གཙོ་ཕྲན་གང་ཡོད་ཉི་ཤུ་བདམས་པའི་གཙོ་ཕྲན་སུ་གང་དུ་རང་རྒྱལ་ལ་མེད་པ་ཅིག་ཨེ་ནི་ཤ་མི་བཟའ་ཁ་བཙུམ་བགད་བསྡད་པ་ཙམ་གྱིས། སྲོག་མི་གཅོད་སྡུག་བསྔལ་བགད་བཞག་པ་ཙམ་གྱིས། ཨེ་ནི་དུས་ཀྱི་ཚེ་སྲོག་མ་བསྐྱེད་པར་དུ་སྲོག་བསྐྱེད་པའི་ལས་མ་བྱས་པ་ཙམ་གྱིས་དགེ་བར་འགྲོ་ཐུབ་གི་མ་རེད། ཏེ་ནོར་གྱི་ཤ་མ་བཟོས་པ་ཙམ་གྱི་སྒོ་ནས་ཚེ་སྲ་གཏོང་བའི་དགེ་རྩ་རའང་ཟེར་ན་དཀའ་མོ་རེད་རག་གི་མ་རེད། དེང་གི་གདམས་པ་ཚུལ་ཁྲིམས་དང་ཉི་ཤུ་གདམས་པའི་ཚུལ་ཁྲིམས་དེ་འཕོངས་པ་དང་དེ་ཟིན་པ་གཅིག་བྱེད་དགོས་ཀྱི་ཡོད་རེད་གསུངས་པ་རེད་དེ་ཡིན་དུས་དུས་དུས་ཚོད་འདི་དང་འདི་ལྟ་བུ་ལ་ངས་ཤ་མི་བཟའ་སྲོག་མི་གཅད་མི་བསྲང་པ་མི་ཞུ་བསམ་པ་ལྟ་བུ། སེམས་ཅན་འདི་དང་འདི་ལྟ་བུའི་ངས་སྲོག་མི་གཅོད་བསམ་པ་ལྟ་བུ་དེ་འདྲའི་སེམས་ཅན་གྱི་གྲངས་བཞིན་དུ་རིགས་ཀྱི་གྲངས་བཞིན་དུ་དེ་ཁས་ལེན་གདམས་པ་ཁས་ལེན་གདམས་པ་དེ་འདྲའི་ཞིག་ནས་ཤོད་ཆོག་གི་རེད་བསམ་པར་རྒྱལ་བོས་ཀྱི་ལས་ཡིན་ཅེས་གསུངས་རེད། བླ་མ་དགེ་བའི་བཤེས་གཉེན་ནི་སྐལ་མཆོག་གི་བསྟན་ལ་སོགས་པའི་དྲུང་ནས་ཁས་བླངས་ན་ནི་ལྷག་པར་རྟོགས་ཆེ་གསུངས་པ་རེད། དེ་ཡིན་དུས་དཀོན་མཆོག་གི་དགེ་འདུན་ད་ལྟ་བུ་དང། དེ་ནང་གི་སྐུ་གསུང་ཐུགས་རྟེན་ཁྱད་པར་ཅན་གྱི་མདུན་ནས་ཁས་ལེན་བྱས་པ་ཡིན་ན་ནི་ཡང་དེ་ནང་རྒྱུན་བཅས་ཀྱི་གདམས་པའི་གི་ངོ་བོ་དེ་གདམས་པ་གླེང་ས་ཞིག་ཡོད། གདམས་པའི་ངོ་བོ་གི་དགེ་རྩ་གདམས་པ་ལེན་ས་བྱེད་པའི་ཡུལ་གྱི་དགེ་རྩ་གདམས་པ་རང་ཉིད་ཀྱི་གསུངས་པའི་གི་དགེ་རྩ་སྟེ། དེ་ནི་ཟུང་འཇུག་གི་དགེ་རྩ་སྟེ་རང་རྒྱུད་ཀྱི་སྟོབས་ཆེ་བ་ཅན་དེ་དགེ་བ་སྟེ་བཤད་པ་ཡིན་ན་དགེ་བ་སྣ་རེ་བཤད་པ་དེ་དགེ་བ་ཟུང་འཇུག་གི་སྟོབས་ཆེ་བ་ཅན་གྱི་ཆོས་ལ་རག་ཡོང་དགོས་རེད་གསུངས་རེད་དེ་ལྟ་བུ་ཅན་གྱི་གི་ཁྱོད་ཉིད་ཉིད་ཀྱི་གནད་འགག་དེ་ཤེས་ནས་དེ་ནི་གདམས་པ་ལེན་རྒྱུ་དང་དམ་བཅའ་བཞག་རྒྱུ་དེ་པདྨ་སུའི་བཀའ་ཆེན་པོ་ཅན་གྱི་རེད་གསུངས་པ་རེད་ལྷག་པར་སྟོབས་ཆེ་སྟེ་གསུངས་རེད། རྒྱུ་མཚན་དེས་ན་རང་བཞིན་དུ་ནི་སྲོག་མི་གཅོད་པ་ལྟ་བུའི་མི་དབང་གིས་ནི་གང་ལྟ་ཡང་མི་དགེ་བའི་ལས་དེ་མི་བྱེད་སྙམ་པའི་དམ་བཅའ་བྱེད་དགོས་པ་ཡིན་གསུངས་པ་ལ་དཔའ་གྲོགས་ཚང་གིས་འདི་ནི་གསལ་པོར་བཤད་པར། དཔེར་ན་སྲོག་སྲོག་རྩ་ནི་ཁྱོད་ཀྱིས་མི་གཅོད་པ་ཙམ་གྱིས་སྲོག་གཅོད་སྤང་གི་ཟེར་ནས་སྲོག་མི་གཅད་ཟེར་བའི་ཁས་ལེན་ཡང་མེད་གདམས་པ་ཡང་མེད་ཉེས་ཆོས་གདམས་པའི་ཚུལ་ཁྲིམས་སོགས་གང་ཡང་མེད་པ་ཅིག་སྲོག་རྩ་ནི་མ་གཅད་པ་ཙམ་གྱིས།

དེ་ནི་ཀ་བ་དང་བུམ་པ་སོགས་ཀྱི་སྲོག་གཞན་ལ་མ་སྐྱེས་པ་ཙམ་གྱིས་སྲོག་གཅོད་སྤོང་པོ་གྱི་ཚུལ་ཁྲིམས་ཀྱི་དགེ་རྩ་དེ་ཀ་བ་དང་བུམ་པ་ལ་ཐོགས་གིར་ཟིན་ཐོགས་ཀྱི་མ་རེད། ཀ་བ་དང་བུམ་པ་གྱི་སྲོག་སུ་གཅིག་གིས་སྲོག་མ་བསྐྱེད་པ་ཙམ་མ་བསྐྱེད་པའི་རྒྱུ་མཚན་གྱིས། སྲོག་མ་བསྐྱེད་པོ་གྱི་དགེ་རྩ་དེ་ཀ་བ་དང་བུམ་པ་ལ་ཐོགས་རྒྱུར་ཟིན་ཐོགས་ཀྱི་ཡོད་མ་རེད། འོ་ཤི་ཚ་བོ་གྱི་རོགས་སྐྱེ་བོ་སྲོག་བསྐྱེད་ཀྱི་མ་རེད་དེ། དེ་ནི་སྲོག་མི་གཅོད་པོ་གྱི་དགེ་རྩ་དེ་ཤི་ཟིན་པོ་གྱི་མི་རོ་ལ་ཐོགས་ཀྱི་ཡོད་མ་རེད་བསམ་གྱིས་སུ་ལ་ཡང་ཤི་ཚ་བོ་གྱི་རོགས་ལ་འོ་དེ་ལྟ་བུ། རྒྱུ་མཚན་གཏད་དེ་ཧ་གོ་བ་བྱས་ནས་དེ་ནས་ཁས་ལེན་དང་བཅར་བཞག་དགོས་པ་ཡིན་ན། དཔེར་ན། ད་དེ་རིང་གནས་སྐོར་ཆུ་འབྱིན་བྱས་ནས་སྟེང་ཆད་པ་གཅིག་འཇིག་ལྷག་སྐུ་རྟེན་གསུམ་གཅིག་གི་མདུན་དུ་སླེབས་སོང་ན། དེ་ནས་དད་པ་རྩེ་གཅིག་པ་ཞིག་ཉི་མ་དེ་རིང་ནས་བཟུང་སྟེ་ངས་རྟ་མི་བསད་བསམ་པའི་གེ་ཧོ་ཁས་ལེན་བྱས་མི་དབང་མིར་ཆགས་པ་མི་བསད་བསམ་པ་ལྟ་བུ་གཅིག་གི་ཁས་ལེན་དང་པ་གོ་ཕྱི་མི་བསད་བསམ་པ་ལྟ་བུ་ཁས་ལེན་དང་བཅར་བཞག་དེ་བཞག་དགོས་པའི་རྒྱུ་མཚན་གྱི་མི་ཡི་འདོད་སེམས་སྐྱེས་སྟངས་ཀྱི་བདེ་བ། བདེན་པའི་ཆེད་དུ་ཡིད་སྡུག་བསྔལ་དང་བྲལ་བའི་ཆེད་དུ་ངས་ཇི་སྲིད་འཚོ་ཡི་བར་དུ་ད་ངས་འཆི་བའི་སའི་བསམ་པ་ལྟ་བུ་རྟགས་མི་སའི་བསམ་པ་ལྟ་བུ་མི་མི་སའི་བསམ་པ་ལྟ་བུ་དེ་འདྲའི་བྱེད་ཀྱི་ཀུན་སློང་གིས་ཡོངས་སུ་ཟིན་པོས་ཀྱི་དེ་ནི་གདམས་པ་རེད་བློ་འགགས་པ་ཡིན་ན་ཉི་མ་དེ་ནས་བཟུང་སྟེ་ཁྱོད་ཀྱིས་དེ་ནི་གར་སེལ་དགོས་རེད་ཉེས་ཤོས་གདམས་པ་དེ་ཉེས་པར་ཆོད་པ་རྟགས་ཤོད་པོས་ཀྱི་དེ་ནི་སྲོག་གཅོད་ཀྱི་སྤོང་ཟིན་པོས་ཀྱི་གདམས་པ། ཉི་ཤུ་བསྡམས་པའི་ཚུལ་རེ་བསྡམས་ཚར་རེ། ཁྱི་གསོད་པོད་ཀྱི་རྫི་མི་སྡིག་པ་ཉི་ཤུ་དེ་ནས་ཉེས་པར་ཞོག་པ་སྤོངས་ཚར་རེ། དེས་ནོར་གེགས་ཀྱི་མི་གསོད་པོད་ཀྱི་ཉི་ཤུ་གི་དེ་ནས་སྡིག་པ་དེའོ་སྤོངས་ཚར་བ་ཅན་གྱི། ཉི་མ་དེ་ནས་བཟུང་སྟེ་ཁྱོད་ཀྱིས་མི་མི་བསད་པ་དང་རྟ་མ་བསད་པ་དང་ཁྱི་མ་བསད་པ་ཙམ་ལ་གནས་པ་ཙམ་གྱིས་འགོང་ཉི་ཤུ་བསྡམས་པའི་ཚུལ་ཕྲན་དེས་ཡོངས་སུ་འཕོངས་པ་གྱུར་པོད་ཀྱི་དགེ་རྩ་དེ་ཁྱོད་ལ་ངང་ངང་ཤུགས་ཤུགས་ཀྱིས་འཕེལ་འདུག་ཅིག་ཅིག་དང་རང་རྒྱུད་ལ་རག་འདུག་ཅིག་ཅིག་འོ་དེ་ལྟ་བུ་ཅན་གྱི་ཡོང་གི་ཡོད་རེད། དེ་ལྟ་བུའི་གདམས་པ་ཁས་ལེན་དེ་མེད་པའི་གི་སྟེང་དུ་ན་ལ་ཀྱི་སྡིག་པ་མ་བྱས་པ་ཙམ་གྱིས་རང་རྒྱུད་ལ་དགེ་བ་ཐོབ་དགོས་ཟེར་བ་བཅས་དང་སྡིག་པ་མ་བྱས་པ་ཙམ་གྱིས་དགེ་བ་སྐྱོན་ཡི་ངོ་བོར་འཇོག་དགོས་ཟེར་ན་དེ་ག་ལས་ཁག་པོ་ཞེ་རགས་རེད་འོང་གི་མ་རེད་གསུངས་ནས་ཨོ་དེའི་མགོ་ནས་དེ་ནས་པར་གྲུ་ཚང་གི་ཐག་བཅད་ནས་སངས་རྒྱ་འདུལ་བ་ཨོ་དེ་ལྟ་བུ་བྱིན་གྱིས་རེ་འདུལ་དེ་ང་རང་ཚོ་རང་གིས་སུ་འདྲ་བྱིན་གྱིས་ན་དེ་ཤེས་རྒྱུ་གྱི་ག་ཆེན་པོ་ཞེ་རགས་འདུག་མ་ཁ་རོག་ཅིག་རྨོངས་དད་གཡང་རྒྱུགས་བྱེད་ག་རྒྱུགས་གཡང་རྒྱུགས་ཀྱི་འོག་ལ་མི་བསད་རྫོགས་ག་རྒྱུགས་མགོར་འཁོར་ག

མེ་ཕང་རོང་གླགས་དེ་ནི་གཤིན་པོའི་ཤི་ཆད་ལུང་པ་གང་ཞིག་དེ་ནི་ལས་ཡོང་དགོས་ཡོད་རེད། རྡོག་ཏུ་གཡུག་ལ་སོང་ཐབས་མེད་མི་ཞིག་ནི་དེ་དེ་འདྲས་ཤིག་ཆགས་འགྲོ་དགོས་ཡོད་རེད་བ། དེ་ལྟ་བུ་བྱིན་གྱིས་ཞི་རྒྱུ་ལས་ཀྱང་རང་རང་གི་རང་སེམས་མི་འདོར་ཟེར་བ་དང་རང་གི་སེམས་ལ་འགྱུར་བ་ཞིག་ཟེར་བ་དང་གཞི་སྐྱོད་བཏང་བཏང་འདྲ་བོ་དང་བཏང་པའི་དུས་ཚོད་འདྲ་བོ་དང། དེ་ནི་རང་གི་མི་དགེ་བ་སྐྱོ་གི་ངོ་བོ་སྐྱོ་བུག་རང་སེམས་དང་གྱི་རིམ་པ་བཞིན་དུ་འདོད་ཐུག་ནའང་ཐང་ཆད་འདོད་ཐུག་ན། འོ་ད་རང་གི་མི་དགེ་སྐྱོ་གི་ངོ་བོ་སྐྱོ་བུག་སེམས་དང་གྱི་དགེ་བ་སྐྱོ་གི་ངོ་བོ་ལ་ཡ་བཞུ་སྐྱོ་འགྱོ་སྐྱོའི་སྟོང་སེམས་ལ་འགྱོ་འགྱོ་སྐྱོའི་སྟོང་དགོས་རེད་ཟེར་བ་དེ་འགྱོ་སྐྱོའི་རང་གི་སྟོང་སྟོང་དེ་ག་འདྲའི་ནུས་ས་རེད་ནའོ་སྟོང་སྟོང་དེ་སོགས་ཐང་ཆད་གདམས་པ་ཚུར་ཁྲིད་དང།

མི་དགེ་བ་དུ་མ་བྱས་དེ་རིགས་སུ་མ་སྐྱེས་ཁྱོད་དད་བདེ་བ་ཙམ་གྱི་དགེ་རྩ་ཉིད་སུ་མ་སྐྱེས་པ་དེ་དགེ་བར་འགྲོ་རྒྱུ་ཅི་ཡོད་མ་རེད་ཉི་ཤུ་དང་པོའི་ཚུལ་ཁྲིམས་མེད་ཕྱིན་ཆད་ལ། དེ་རིང་ངས་མི་སྲུང་མ་ཤོད་སོང་ནས་དགེ་བསྒོས་པ་ཙམ་མི་ཤོད་མི་སྲུང་མ་ཤོད་པ་དེ་དགེ་བར་འགྱུར་ཐུབ་གི་མ་རེད། གདམས་པ་ཚུལ་ཁྲིམས་གཅིག་གིས་ཟིན་ན་ཉི་མ་དེ་རིང། མི་ཚངས་པ་མི་ཤོས་པ་གནས་དགོས་པ་ཙམ་གྱིས་ཀྱང་ཁྱོད་དགེ་བ་ལ་འགྱུར་འགྲོ་གི་ཡོད་རེད། དེ་རིང་ཉི་མ་གང་པོ་དེ་ལ་སྲོག་མ་བཅད་པ་དེ་ཡང་དགེ་བ་ལ་འགྱུར་འགྲོ་གི་ཡོད་རེད། ཁོ་ཉི་ཤུ་དང་པོའི་ཚུལ་ཁྲིམས་ཀྱིས་ཟིན་པའང་ཚུལ་ཁྲིམས་ཀྱིས་ཡོངས་སུ་སྨོན་དགོས་པ་ཆགས་དུས་རེ་བ། གདམས་པ་དམ་ཚིག་བཞག་དགོས་པ་དེའི་གྲལ་ལ་གནས་དགོས་པ་དང་གདམས་པ་ཡོངས་སུ་སྲུང་འབུལ་གྱི་ལས་ལ་ཆགས་འགྲོ་གི་ཡོད་རེ་བ། རྒྱུ་མཚན་དེ་ལ་བརྟེན་ནས་དེ་ཚོ་ཐམས་ཅད་ང་རང་ཚོས་ཤེས་རྒྱུ་གལ་ཆེན་པོ་ཞིག་ར་རེད་འདུག།

དགེ་རྩ་དེ་སྟོབས་ཆེ་བ་བྱེད་དོ་གནོད་ཆེ་བ་དང་ནུས་པ་ཆེ་བ་བྱེད་ཆགས་བསྡད་ཡོད་རེད། དགེ་བ་ཆོས་འདོད་ཀྱི་ཚུལ་ཁྲིམས་རྩ་ནས་མེད་དམ་དམ་བཅའ་རྩ་ནས་མེད་ཁས་ལེན་དམ་བཅའ་ཅི་ཡང་མེད་པ་ཅིག་དེ་རིང་དགེ་བ་བྱས་པ་དེ་གས་རང་གིས་བྱས་པའི་དགེ་བ་ཅན་གཙང་སྦྲས་ཡོང་གི་རེད་མ་གཏོགས་བཅུ་བོད་ཀྱི་ཚུལ་ཁྲིམས་ཀྱི་འཕོངས་པའི་དགེ་རྩ་དང་ཚུལ་ཁྲིམས་ལེན་ས་བྱེད་པའི་ཡུལ་གྱི་ནུས་པ་ལ་བརྟེན་ནས་བྱུང་བའི་དགེ་རྩ་ཁྱོད་ལ་ཐོགས་རྒྱུ་མེད་པ་ཡིན་དུས་ཧ་ཅང་གི་དགེ་བའི་གི་ནུས་པ་ཆུང་ཆུང་གནོད་ཆུང་ཆུང། རླབས་ཆུང་ཆུང་འོག་ཏུ་འདྲིས་ཆགས་འགྲོ་གི་ཡོད་རེད་དེ་ལྟ་བུ་ཅན་གྱི་ཁེ་གཉིས་ཀྱི་སྟེང་དུ་ཤེས་དགོས་ཀྱི་རེད་བསམ་རེད་དེ་ཤེས་པའི་སྟོབས་ཀྱི་སྒོ་ནས་སྲོག་གཅོད་སོགས་དང་མི་དགེ་བ་སྤྱོད་པོ་མི་བཞེས་པ་ཙམ་གྱིས་དགེ་བ་འགྱུར་བའི་ངེས་པ་ཡོད་མ་རེད། སྲོག་གཅོད་སོགས་མི་དགེ་བ་སྤྱོད་པོ་མ་བཞེས་པ་ཐམས་ཅད་ཚང་མ་དགེ་བ་ལ་གཞུག་དགོས་བསམ་ན་ཉི་ཤུ་བདམས་པའི་ཚུལ་ཁྲིམས་དེ་གིས་ཟིན་དགོས་ཀྱི་རེད་ཉི་ཤུ་བདམས་པའི་ཚུལ་ཁྲིམས་ཀྱིས་ཟིན་སྟངས་དེ། ད་དུང་གོང་ནས་ཞུས་པ་ནང་གི་ངས་ཉི་ཤུ་འདི་ལྟ་བུ་ངེས་པ་འདི་ལྟ་བུ་དེ་མི་ཤོད་ཟེར་ནས་ཁས་ལེན་དམ་བཅའ་བཞག་ནས་དེའི་སྟེང་དུ་དེ་ནས་དགོས་པ་ཅན་གྱི་ཁས་ལེན་སྟངས་ཅི་སྟེ་གི་ཟིན་པ་ཅི་བྱས་ན། དེ་ནི་མི་དགེ་བཅུ་པོ་ག་རེ་མ་བྱས་པ་ཐམས་ཅད་འོ་བརྒྱལ་བའི་ངོ་བོ་ལ་འགྱུར་འགྲོ་རྒྱུ་ཅན་འོ་དེ་འདྲས་རེད་གསུངས་པ་རེད། གང་ལྟར་ཡང་དེ་ནི་མི་དགེ་བོད་ཀྱི་ལས་དེ་མི་བྱེད་སྙམ་པའི་གི་དང་ཅག་བྱེད་དགོས་པ་ཡིན་ནི་གསུངས་ནས་འོ་ད་དེ་གི་དན་རྟགས་དེ་ག་ཆད་པའི་རྒྱུ་མཚན་གྱི་ངའི་ས་སྐྱའི་མང་པོ་ཅིག་ཡང་ནས་ཡང་དུ་རེད་གསུངས། དེ་རེད་གསུངས་པ་དེ་ཡང་ཅིག་དན་རྟགས་ཆེན་པོ་ཅིག་འདུག་སེ་བོད་པ་ཚང་གི་སེམས་འདི་དགུ་ལས་ནི་ཧ་གོ་རུ་དེ་འདུག་ཐ་ནི་ཤེས་གི་མ་རེད། སེམས་འགྱུ་བཅོས་གཏོང་དགོས་ལེ་ནི་ཤེས་གི་རེད་དེ་འགྱུ་བཅོས་རང་གི་གཏོང་ནི་གཏོང་གི་མ་རེད། བལྟས་གནང་གི་རེད། རྒྱལ་བ་འགྲུག་གི་ཡིན་ཟེར་རེད་དེ། འཇུག་དགོས་གི་རེད་དེ་འགྲུག་གཏོང་ནི་ཤེས་གི་མ་རེད། སྡིག་པ་སྤོང་གི་ཡིན་ཟེར་གི་རེད་དེ་སྤོང་གཏོང་ནི་ཤེས་གི་མ་རེད་ཐང་ཆད་ད་མ་རེད་དེ་ཤེས་མཁན་ཉུང་ཉུང་རེད་ཧ་ལས་པའི་གི་རྒྱ་ཤ་ཐལ་སོང་ན་དེ་ལྟ་བུ་ཚོ་ཤེས་མཁན་དེ་རྒྱ་ཤ་ཅོག་ཁ་གང་རུང་གིན་ཡོད་ན་མེད་ན་ད་ལྟས་ཙམ་གྱི་རེད་རྒྱ་ཤ་དགོས་ཀྱི་དམ་པ་ཡིན་ཤེས་གི་མ་རེད་དེ་དེ་ཧ་ལས་པའི་གི་ག་ཆད་པའི་རྒྱུ་མཚན་གྱི་ངས་ཞུ་གི་ཡོད་དེ་ནི་མ། དེའི་རྒྱུ་མཚན་ལ་བརྟེན་ནས་ཀྱིས་མ་ཤེས་པ་དེ་ཤེས་པ་ཆེས་ཚ་ནུས་བཟང་སྟེ་དེ་ནི་རང་གིས་རང་ལ་ད་སེམས་འདུག་དགོས་ཀྱི་རེད་ཟེར་ནས་ཕར་ལྟ་མ་བསྡད་པར་ཤེས་ནས་མི་དགེ་སྐྱོ་གི་སེམས་དེ་སྐྱོ་གི་གདོང་ནས་ག་ཚོད་མདོ་ཐུག་ཐུག་དེ་རང་གིས་མདོ་དོ། ཨོ་དགེ་བ་སྐྱོ་པོ་དེ་སྒྲུབ་དགོས་ཀྱི་རེད་ཟེར་ནས་ཁ་ནང་གདོང་འགྲོ་མ་འདུག་རང་གིས་སྒྲུབ་དགོས་ཀྱི་རེད། དེ་ནི་སངས་རྒྱས་ཐམས་ཅད་ལ་ཡང་འབོད་ནས་ཁྱེད་སོགས་ཀྱིས་ཅི་ཤོག་ཅི་ངུབ་བདེ་བ་ཐམས་ཅད་ཆུས་བཞེངས་ཤོག་སྡུག་བསྔལ་ཐམས་ཅད་ཆུས་སྤང་ཤོག་ཟེར་སངས་རྒྱས་ཐམས་ཅད་གཡོག་པོ་བསྐོས་བསྐོས་བྱས་ནས་འབོད་མ་འདུག་དེ་གི་ཕན་ཐོགས་ཟེར་ན་དཀའ་མོ་རེད། དེ་ཡིན་དུས་རྒྱལ་བའི་རྒྱལ་ཕྱོགས་འདི་དྭངས་ལྕགས་ཀྱིས་བསྒུལ་པ་ཡིན་ནི་གསུངས། རྒྱུ་མཚན་དེའི་ཕྱིར་ན་ད་ཁྱིམ་པ་ལ་སོགས་པའི་སྲོག་གཅོད་ཀྱི་ནི་ལས་གཏན་དུ་སྤོང་མི་ནུས་པ་སྣང་ཀྱང་དེ་ནི་ལོ་རིའི་ནང་ནས་གསུངས། ད་ཀྱི་ར་བསྡུ་ཞུམ་བུས་ཀྱི་སྒལ་སུ་དགེ་སློང་འདྲ་བོ་དང་ཨ་ནེ་གྲྭ་པ་འདྲ་བོ་ཅིག་ཡིན་ན་ད་ཁོ་དགེ་བ་སྐྱོབ་པོ་སྒྲུབ་རྒྱུ་དང་མི་དགེ་སྐྱོབ་པོ་སྤོང་རྒྱུ་གི་ལས་ཀ་མ་གཏོགས་གཞན་ཅི་ཡོད་མ་རེད་བ། གཞན་དག་ལས་ཀ་ཅི་ཡོད་མ་རེད། དེ་དེ་མ་རེད་ཁྱིམ་པ་ཕོ་མོ་ཐང་ཆད་དེ་ཤ་ཚ་ཁ་ལ་ཟ་ཡ་ཚད་དགོས་ཀྱི་རེད་རྒྱ་ལ་གན་ཡ་ཚད་དགོས་ཀྱི་རེད་དེ་ནས་ངས་སྲོག་སྐྱོད་ཐང་ཆད་ཚོང་འབིག་སྲོག་སྐྱོད་ཁྲ་མོ་ཚང་ཡང་མི་བཞེས་ཡིན་བསམ་གི་ཐང་ཆད་གག་གི་ན་དཀའ་མོ་རེད་བསམ་རེད་རྩ་ཐུག་གི་རེད་ནད་མངག་དགོས་རེད་ཅི་ཅིས་ས་རྐོ་རྡོ་ལུག་ལ་སོགས་པའི་ལས་བྱེད་དགོས་སྐབས་དེ་དུས་ཀྱི་ཆུ་འགུག་འབུ་གྲོག་མ་ཡན་ཆོད་དེ་ནས་ཟས་ཤོར་གྱི་རེད་བ་ཤི་འགྲོ་གྱི་རེད་བ། དེ་ཡིན་དུས་སྲོག་ཆགས་ཆེ་ཕྲ་ཐམས་ཅད་ཀྱི་སྲོག་དེ་སྤྱོད་པ་སྤོང་གིན་ཟེར་དམ་བཅའ་བཞག་དགོས་ན་དཀའ་མོ་རེད་དེ་ཡིན་ན་ཡང་དེའི་ནང་ནས་གཅིག། ད་ལྟ་མི་བཟོད་བསམ་པ་ལྟ་བུ་ཁྱི་མི་བཟོད་བསམ་པ་ལྟ་བུ་མིར་དབང་མིར་ཆགས་པར་མི་བཟོད་བསམ་པ་ལྟ་བུ་དེ་འདྲའི་གི་གདམས་པ་ཁས་ལེན་བྱེད་ཐུབ་པ་སོང་ན་སོང་ནའང་དེ་བསམ་གྱིས་མི་ཁྱབ་པའི་གི་དགེ་བ་ཡོད་བསྡད་པ་ཅན་དུ་རྒྱལ་བོའི་གི་ངོ་བོར་འཕོ་འགྲོ་རྒྱུ་ཉི་ཤུ་གདམས་པའི་ཚུལ་ཁྲིམས་ཀྱི་ཟིན་འགྲོ་རྒྱུ་ཅན་ཧོ་དེ་འདྲའི་རྐྱེན་གྱིས་རེད་བསམ་རེད། ཡང་དུས་ཀྱི་ཐད་ནས་སོང་ན་སྟོང་པ་ཡིན་ན་ཡང་ལོ་རེ་བོད་ཀྱི་ནང་ནས་ཧོར་ཟླ་ཧོར་ཟླ་དང་པོ་ཆོ་འཕྲུལ་གྱི་ཟླ་བ་ཡིན་པའི་སྐབས་སུ་ཡིན་པའི་རྒྱུ་མཚན་གྱིས། ལོ་རྟག་པར་རིག་གི་ངས་ཧོར་ཟླ་དང་པོ་ཆོ་འཕྲུལ་གྱི་ཟླ་བ་དེའི་ནང་ལ་ངས་སྲོག་གཅོད་ཐམས་ཅད་བསགས་ནས་ཞི་གི་མེད་བསམ་པ་ལྟ་བུ་ཡང་དུས་ཚིགས་སྒོ་ནས་ཡང་ལོ་ཟླ་བ་ལོ་རེ་རེ་ཟླ་བ་བཅུ་གཉིས་ཟླ་བ་བཅུ་གཉིས་ནང་ནས་ཟླ་བ་རེ་རེ་ལ་དེ་ནས་སྲོག་གཅོད་མི་བཞེས་བསམ་པ་ལྟ་བུ་ཡང་ན་མ་བཞེས་པ་མི་ལེན་བསམ་པ་ལྟ་བུ་ཡང་ན་ཟླ་བ་རེ་རེའི་ནང་ལོ་ལ་ངས། ལོ་རེ་རེ་ནང་ཟླ་བ་རེ་རེ་ལ་དེ་ནི་མི་བསྲུང་བར་མི་སྐྱོ་བསམ་པ་ལྟ་བུ་ཡང་ན་རྫོང་དུ་ཁྲ་མ་ལ་སོགས་པ་མི་སྨྲ་བསམ་པ་ལྟ་བུ་དག་མི་དགེ་སྐྱོ་གི་ནང་ནས་འོ་དེ་ལྟ་བུའི་གང་རུང་དང་ཡང་ན་ཐང་སྐྱེས་ལ་སོགས་པ་སྤོང་བུ་གི་དེ་ནི་གདམས་པ་བཞག་ཐུབ་ན་དེའུ་ཉི་ཤུ་གདམས་པའི་ཚུལ་ཁྲིམས་དེ་ཟླ་བ་རེ་རེ་ལ་དེ་ནི་ཉི་ཤུ་གདམས་པའི་ཚུལ་ཁྲིམས་གནས་འགྲོ་དགོས་ཡོད་རེད་གསུངས་རེད། དེའི་ནང་གི་ཟླ་བ་བཞི་པ་ས་ག་ཟླ་བ་ཡིན་དུས་དུས་ཚིགས་སུམ་སྦྱངས་ཟེར་དགོས་ཡོད་རུང་ཆད་པ་སུམ་སྦྱངས་བྱེད་ཀྱི་དུས་ཚིགས་ལྟ་བུ་དེ་འདྲ་ཡིན་དུས། དེ་ནས་རྒྱ་ས་ག་ཟླ་བ་ཟླ་བ་བཞི་པ་ལོ་རྟ་པར་རིགས་ཀྱི་ཟླ་བ་བཞི་པའི་གི་ནང་ལོ་དེ་ནི་ངག་གི་སྲོག་མི་གཅོད་མི་སྲུང་བར་མི་བྱོལ་བསམ་པ་ལྟ་བུ་དང་རྫུན་དུ་ཕྲ་མ་ཚིག་རྩུབ་སོགས་མི་བཞེས་བསམ་པ་ལྟ་བུའོ་དེ་དུས་དུས་ཚིགས་དེ་འདྲའི་གི་ཐུགས་ལ་ཡང་དེ་ནི་དམ་བཅའ་བཞག་ན་ཡང་དེ་ནི་ལོ་རྟ་པར་རིགས་ཀྱི་ཆོས་གི་དེ་ནི་ཟླ་བ་བཞི་པ་སྟེ་ག་དུས་ཤར་བ་ན་དེའི་སྐབས་སུ་དེ་ཉི་ཤུ་བསྡམས་པའི་ཚུལ་ཁྲིམས་ཀྱི་སྲིད་འགྲོ་རྒྱུད་དེའི་ནང་ལ། དེ་ནི་ཁྱོད་ཀྱིས་མི་དགེ་བ་མི་བྱེད་པ་ཙམ་གྱིས་ཡང་དེའུ་ཉི་ཤུ་བསྡམས་པའི་ཚུལ་ཁྲིམས་ཀྱིས་ཡོངས་སུ་ཟིན་ཏེ་དགེ་བ་ལ་འགྱུར་འགྲོ་གི་རེད་བསམས་རེ་སོགས་སྤྱོད་པ་དང་བཅའ་བའམ། སོགས་མི་སྤྱོད་པ་དང་བཅའ་བའམ། ཡང་ན་ཟླ་བ་བྱུང་ངོ་ཅོག་གི་བཅོ་ལྔ་དང་སྣང་སྟོང་ལ་སོགས་མི་སྤྱོད་པ་ལྟ་བུ་བསམས་རེ། ཡང་ན་ང་རང་ཚོ་ཟླ་བ་བཅུ་གཉིས་ཀྱི་ནང་ལོ་རེར་ཟླ་བ་བཅུ་གཉིས་ནང་ལ། ཡར་ངོའི་ཚེས་པ་བཅོ་ལྔ་ག་དུས་ཤར་ན་ཡང། ཚེས་པ་བཅོ་ལྔ་ག་དུས་ཤར་བ་དེ་ལ་ངལ་གསོ་མི་སྤྱོད་མི་གསོང་པ་མི་བྱེད་འོ་ད་རྫོང་དུ་འཕྲལ་མ་ཚིག་རྩོད་ངང་ཆ་སོང་མི་གཞིའི་བསམ་པ་ལྟ་བུ་གི་དང་ཆ་ལོངས་ནའང་འགྲིག་གི་རེད་ཁྱོད་བདག་རེ་རེའི་ནང་ནས་ཚེས་པ་བཅོ་ལྔ་ག་དུས་ཤར་བ་དེ་ཉིན་མོ་ཁྱོད་ཀྱི་མི་དགེ་བ་མ་བྱས་པ་ཙམ་དེ་ཡང་ཉི་ཤུ་བདམས་པའི་ཚུལ་ཁྲིམས་ཀྱིས་ཡོངས་སུ་སྤོང་ཞིང་ཡོངས་སུ་ཟིན་འགྲོ་པས་ཡིན་དུས་འདི་དགེ་བའི་ངོ་བོ་ལ་འགྱུར་ཐུབ་གི་རེད་གསུངས་པ་རེད། དེའི་ནང་གི་སྣང་སྟོང་ག་དུས་ཡིན་ན་མ་དངུལ་གྱི་སྣང་སྟོང་ད་སྣང་སྟོང་ཟེར་རྒྱུ་རེད་སྣང་སྟོང་ཟེར་རྒྱུ་རེད་སྣང་སྟོང་དེ་མདོར་ན་མ་དངུལ་གྱི་གར་ཟེར་དགོས་ཚེས་སུམ་ཅུ་ཐམ་པ་དེ་རེད་ཚེས་སུམ་ཅུ་ཐམ་པ་དེ་ག་དུས་ཤར་ན་སྐབས་དེ་དུས་ཡང་དུས་ཚོད་ཁྱད་པར་ཅན་ཡིན་པའི་རྒྱུ་མཚན་གྱིས་སྐབས་དེ་དུས་ངས་སྲོག་གཅོད་པ་སྤོང་གི་ཡིན་བསམ་པ་ལྟ་བུ་དང་མི་བསྲུང་པ་ཤོད་པ་སྤོང་གི་ཡིན་མ་བཞིན་པ་ལེན་པ་སྤོང་གི་ཡིན་བསམ་པ་ལྟ་བུ་དེ་འདྲས་བཤད་ན་ཡང། སྣང་གོང་གི་དུས་ཚིགས་དེ་ག་དུས་ཤར་བ་དེ་ལ་ཁྱོད་ཀྱིས་དེ་ཉིན་མོ་དགེ་བ་མི་དགེ་བ་དགེ་བ་མི་བྱེད་ཞེས་མ་ཐུག་ན་ཡང། མི་དགེ་བ་མ་བྱས་པའམ་མ་བྱས་པ་ཙམ་དེ་ཡང་དེ་ཉི་ཤུ་དང་པོའི་ཚུར་སྤྲོད།